ཡུ་རོབ་བོད་ཀྱི་གནས་ཕྲན་ཁང་གི་གསར་འགྱུར་ལས་རིང་སེན་སི་ནང་གི་ནམ་མོ་ལྷན་རྒྱས་སྐུ་ཁམས་སམ་ཐེངས་འདིའི་གསར་འགྱུར་ལས་རིང་ནང་ཕྱི་ཟླ་དགུ་པའི་ཚེས་གསུམ་ཉིན་མོ་དེ་ལས་ཧྥ་རན་སིའི་རྒྱལ་ས་པེ་རི་སི་ནང་རྟེན་གཞི་བྱས་པའི་རྒྱ་ནག་གཞུང་ཚབ་ཁང་གི་མདུན་དུ་ཧྥ་རན་སི་བོད་རང་བཙན་སློབ་ཕྲུག་ཚོགས་པའི་གོ་སྒྲིག་འོག་བོད་ནང་ཁོར་ཡུག་སྲུང་སྐྱོབ་པ་དང་ཆབ་སྲིད་བཙོན་པ་ཨ་ན་སིང་དྲ་ལ་འཕྲལ་དུ་གློད་བཀྲོལ་དགོས་པའི་ངོ་རྒོལ་སྐད་འབོད་ལས་འགུལ་ཞིག་སྤེལ་གནང་སོང། རྣམ་པ་ཚོས་མུས་མཐུན་ནས་གསན་གཟིགས་གནང་རོགས།
ང་ཧྥ་རན་སི་བོད་རང་བཙན་སློབ་ཕྲུག་ཚོགས་པའི་ཚོགས་མི་དབྱངས་ཅན་ཡིན། ཨ་ནི་དེ་རིང་གླེང་རྒྱུ་དཔེ་ཡག་འདི་ག་རེ་ལ་ན། རྒྱུ་མཚན་ག་རེ་ལ་ན།

ང་ཚོ་བོད་གཅིག་པོ་སྐོར་ལ་མ་རག་ཨེ་ཤ་ཚང་མ་སྐོར་ལ་བོད་ནང་ལ་བོད་ཀྱི་ཆུ་ཆུ་གཙོ་བོ་ད་ཨེ་ཤ་ཀྱི་ཆུ་ད་ཆུ་མཐོང་ཡ་ད་ཨེ་འདྲ་ཚང་མ་ད་ཆུ་གཙོ་བོ་དེ་བོད་ནས་ལེ་ཡོད་ར་ཧོན་ཅིན། ཧྥ་རན་སི་གི་རྒྱལ་ས་པེ་རིས་རྒྱ་མི་གཞུང་ཚབ་ཉེ་འགྲམ་དུ་བོད་རང་བཙན་སློབ་ཕྲུག་ཚོགས་པ་གིས་ད་འདི་སྤྱི་སྟངས་རྒྱལ་སྤྱིའི་ལས་འགུལ་ཆགས་བསྡད་ཡོད་རེད་ད་ལྟ་ཨ་མྱེ་སངས་དྲག་གིས། གནས་སྟངས་དེ་ཚང་མའི་མཁྱེན་གསལ་རེད་ཨ་ནེ་སཱན་དྲ་ད་ཁོ་རང་ཉིས་སྟོང་བཅོ་བརྒྱད་ཀྱི་ཕྱི་ཟླ་དགུ་བ་ཕྱི་ཚེས་བཞི་ལ་རྒྱ་མིའི་གིས་ནག་ཉེས་ཁ་ཡོད་བྱས་ནས་འཛུལ་བཙོན་ཁང་ལ་བཅུག་ཡོད་རེད་སྤྱི་སྟངས་བྱས་ན་ཨ་ནེ་སཱན་དྲ་ཁོ་རང་ད་སང་ཉིན་ལོད་དགོས་གི་རེད་ད་ཡིན་ན་རྒྱ་མིའི་གིས་རྒྱ་ནག་ད་ནག་ཉེས་གསར་བ་བཀོད་བྱས་ཡང་ཁོ་རང་ལོ་གཅིག་ཕར་འགྱངས་བྱས་གི་ད་ལྟ་ཆགས་ཤིག་འདྲ་བོ་ཞིག་འགྲོ་བཞིན་པ་རེད་ཤག་ཨ་དེའི་ཆེད་དུ་ང་ཚོས་ད་བོད་རང་བཙན་སློབ་ཕྲུག་ཚོགས་པ་གིས།

ཨོ་ཕྱི་ཟ་ང་ཚོ་སྐད་འབོད་རྒྱག་ཡོད་དེ་རིང་ཨ་ནི་ཐུགས་རྗེ་ན་བོད་རྒྱ་ལུགས། བཀྲ་ཤིས་བདེ་ལེགས། ངའི་མིང་ཤེས་རབ་ལྷག་པ་ཡིན། ང་རྒྱ་མི་ལ་སྐད་འབོད་རྒྱག་ག་ལེན། ཨོ་ད་རིང་ང་དེ་ད་ལྟ་བོད་རང་བཙན་སློབ་ཕྲུག་ཚོགས་པ France གིས་ཁོ་རང་ཚོ་གི་དེ་འདྲའི་སྐད་འབོད་ཞིག་གྲ་སྒྲིག་བྱེད་ཤག་དམིགས་བསལ་གྱི་ད་ལྟ་ཨ་ཉག་སང་དྲག་ལ་ཁོ་རང་འདུག་ས་གློད་བཀྲོལ་བཏང་རོགས་བྱེད་ས་ལ་ནས་སྐད་འབོད་བྱེད་ད་ལྟ་རྒྱ་མི་ཟུང་རྒྱ་མི་ཟུང་ཟབ་གི་མདུན་ལ་རེད་འདུག་ར་ཨ་དམིགས་བསལ་གྱི་ད་ལྟ་དེ་ལ་ཡོང་མཁན་གཙོ་བོ་དེ་ཁོ་རང་ཚོ་གཞོན་སྐྱེས་ཤག་དང་རེད་ཤག། སློབ་གྲྭ་འགྲུལ་ཉིན་དང་གཅིག University འགྲུལ་ཉིན་ཁོ་རང་ཚོ་གི་དམིགས་བསལ་གྱི་གྲ་སྒྲིག་བྱེད་མཁན་ཡིན་ཙང་ནི་དམིགས་བསལ་གྱི་རྒྱབ་སྐྱོར་བྱེད་ག་ལ་ལས་ཡིན་ལ་ནི་ཞེས། ད་གལ་འབོད་དེ་གལ་ཆེན་པོ་དེ་ང་རང་ཚོ་བོད་ཀྱི་རང་བྱུང་ཁོར་ཡུག་གི་སྲུང་སྐྱོབ་བྱེད་ཡ་དེ་མི་རབས་ནས་མི་རབས་ཁོར་ཡུག་གཙང་དྲག་དང་སྐྱེ་དངོས་དུ་ས་འཇིག་པ་མེད་པའི་ཐོག་ནས་མི་རིགས་འདི་འཚོ་དགོས་ཀྱི་ཡོད་དེ་བརྩམས་པ་ར། མི་ཙམ་ཙམ་མ་ཡིན་པའི་སྐྱེ་འགྲོ་ཡོངས་བོད་ཀྱི་མཐོ་སྒང་ལ་འཚོ་བསྡད་ཡོད་དགོས། སྲུང་སྐྱོབ་བྱེད་ཡ་དེ་བོད་མི་ཚང་མའི་ལས་འགན་རེད་རྒྱ་ནག་གཞུང་གི་ལས་འགན་ཆགས་ཀྱི་ཡོད་རེད། དེ་འདྲ་གི་སྲུང་སྐྱོབ་བྱེད་ངེས་ཐོབ་ཐང་གི་ཐོག་ལ་སྐུ་ལུས་སྐྱེ་ངན་ཨ་ཉག་སང་དྲག་ལྟ་བུ་ལ་མཚོན་པས་ན་ཡང་ཆབ་སྲིད་ཀྱི་ཞྭ་མོ་ནག་པོ་ཡོད་ཅེས་རྒྱ་ནག་གཞུང་གི་དྲང་དོན་མེད་པའི་འཛིན་བཟང་སྤྱད་པ་རེད། ད་བཙོན་ཁང་ནས་ལྷོད་ལ་ཉལ་བ་ཡོད་ཙང་ཡིན་ན། ད་ཡང་རྫོང་ཁག་ནང་ནས་ཡང་ཁག་གཞན་པ་ལ་སྤྲད་ཆོས་རྫོང་སྒྲིག་བྱས་ཏེ་སྤྲུལ་ཚུལ་ཕག་རྒྱང་ཡག་ཉེན་ཁ་དེ་ཡོད་ཙང་དེ་རང་རྒྱ་ནག་གཞུང་གི་ངོས་ནས་ཨ་ཉག་ཟངས་དྲག་ཆབ་སྲིད་ཀྱི་ནག་ཉེས་སྐལ་ཡོད་བ་མ་རེད་ཉེས་ཁྲིམས་ཀྱི་ངོས་ནས་ཉེས་པ་སྐལ་བསགས་ཡོད་བ་མ་རེད་ཁོ་རང་བོད་མཐོ་སྒང་གི་ཁོར་ཡུག་དེ་ནི་སྲུང་སྐྱོབ་བྱས་བ་དང་ལེགས་སྐྱོང་འཛིན་སྐྱོང་བྱས་ཆེད་དུ་ཁོ་རང་སྐུ་ལུས་བྱིན་པ་རེད་དེ་ཡིས་ང་ཚོ་བོད་མི་ས་ཡ་དྲུག་འཛམ་བུ་གླིང།